ང་ཚོ་བླ་བྲང་ཁག་གིས་ཐུགས་བཞེད་བཀའ་དྲིན་དང་ཁ་འབྲལ་ཐབས་མེད་པ་ཅིག་རེད་བླ་བྲང་ཁག་གི་འདུ་འཛོམས་ལ་བཀའ་དྲིན་ཆེ་ཟེར་ནས་ཞུ་ཡ་གཅིག་ཡིན། གཉིས་པ། འདི་ནི་གཞོན་སྐྱེས་མང་པོ་ཅིག་སྔོན་མ་དང་མ་འདྲ་བ་བྱས་ནས་ཆང་ཨ་རག་འདི་ཚོ་སྤངས་ནས་དཔེ་ཡག་པོ་རེ་བཞག་འདི་ཚོ་ང་རང་མཐོང་སྣང་བྱས་ན་དགེ་བཤེས་ཚོ་རྣམ་པ་བཟོ་བདེ་ཕེབས་ནས་ཆོས་འབྲེལ་ཟེར་ན་མི་འདུག། ནང་ཆོས་ངོ་སྤྲོད་དང་འབྲེལ་བའི་ད་ཐུགས་རྗེ་བཀའ་དྲིན་ལས་འབྲལ་ཐབས་མེད་པ་ཅིག་རེད་བཞག་འདི་རིགས་ཛངས་ཀྱི་གཤེན་རྣམ་པ་ཚོ་ལ་ཐུགས་རྗེ་ཆེ་ཟེར་ནས་ཞུ་ཡག་གི་འདུན་པ་འགྲོ་བྱུང་སོང། འོ་ཡ། ད་གཉིས་པ་དེ། སྤྱིར་བླ་བ་རང་ཁ་འདི་ཚོ་གངས་སྐྱིད་ཀྱི་ཐུགས་རྗེ་བཀའ་དྲིན་ལས་བརྟེན་ནས་ང་རང་ཚོ་ལུང་པ། དགེ་བཤེས་རྣམ་པ་ཚོའི་ད་ལྟ་འདིར་མ་གསུང་བཤད་གསུང་བ་ནང་བཞིན་གྱི་སེམས་ཀྱི་ཞི་བདེ། རྒྱུ་དཔལ་འབྱོར་དང་ཕྱི་དངོས་བོའི་ཟང་ཟིང་ལས་ལྷག་པའི་སེམས་ཀྱི་ཞི་བདེ་དགོས་རེད། དེ་འདྲ་ཡིན་ཙང་སེམས་ཀྱི་ཞི་བདེ་བསྐྲུན་གྱི་ཆེད་དུ་ཁོང་ཚོའི་གི་བཀའ་སློབ་ལམ་སྟོན་དང་ཆོས་ཕྱོགས་ཀྱི་བྱ་བཞག་གི་ཐོག་ནས་ང་ཚོ་བསྐྱངས་བཀའ་བཙུན་མཛད་པ་ཁྲི་ལས་བསྐྱངས་དང་བསྐྱངས་ནས་ད་ལྟ་ང་ཚོ་འདི་འདྲའི་ལྷ་ཡེ་འདི་གོ་རོང་ཁོང་ཚོའི་བཀའ་དྲིན་རེད་ཐུགས་རྗེ་ཆེ་ཞུ་ཡ་ཡིན། ཡང་སྒོས་དེ་རིང་ང་ཚོ་སྔགས་བླ་རང་གི། གཏན་དང་བརྟེན་པ་བྱེད་པ་གསར་བཤང་བྱེད་ང་རང་ཚོ་ལུང་པའི་གི་གསར་བཤང་བྱེད་མཁན་ཁོང་རེད་དེ་ཁོང་སྔགས་བསླབ་རང་གི་ཨ་ནེ་འཛིན་སྐྱོང་ཟེར་ན་མི་འདུག་དུང་སེ་བླ་མ་པད་མ་ཚེ་དབང་གི་ཐུགས་དགྱེས་སྨོན་ལམ་གི་ཟེར་ན་མི་འདུག་ཨ་དུག་ཅན་ནས་རེད་དེ་ཡིན་ན་འདི་ཚོ་གང་གང་ང་རང་ཙུང་ལུང་པའི་གི་རྟེན་ཅིག་དང་ཏུང་ལུང་པའི་གི་སོ་ན་བསགས་པའི་ཞིང་ཆ་རེད་ཙུང་མི་མ་གི་ཨོ་དེ་འདྲས་ཅིག་ཞུ་ཡ་བྱུང་དེ་འདྲས་ལ་མ་ཟད་ཁོང་གི་དེ་ནི་མ་བྱས་ནས་ང་རང་ཚོ་ཙུང་སུ་ཡིན་པ་ཡིན་ནའི། ན་བཟའ་བྱུང་ཟེར་ན་འགྲོ་བཞིན་ཟ་བྱེད་ཤིག། རོ་བ་ཀ་ལི་ཁ་ཤོད་འདི་ན་བཟའ་བྱུང་འདི་རོ་བ་ཡ། སྨན་ཁང་སྐྱོ་ན་རྫས་བཞག། སྨན་ཕི་རི་རེ་བཞག་ང་རང་ཚོ་སྒོ་སྨན་ཅིག་ཉོ་དགོས་ཀྱི་ཡོད་པ་ཡིན་ན་ཡང། ལས་སླ་བོ་མི་འདུག་དངོས་གནས་དྲ་ནས་དགོངས་ཆེན་པོ་ཞུ་བཞིན་རེ་བཞག། འདི་འདྲའི་ཡིན་ཙང་ཁོང་གིས་འདི་འདི་མང་བྱས་ནས་ས་རླུང། ལུང་སྐྱོག་ཁུག་སྐྱོག་འདི་འདྲས་ཕྱིགས་ལ་ས་ཐག་རིང་པོ་འདི་འདྲས་ཕྱིགས་ལ། སྨན་གྱིས་དངོས་གནས་དྲ་ནས། སྨན་བཅོས་ཀྱིས་ད་ན་བཟའ་ནད་པོ་ཀ་རྒན་ཁ་ཤོག་གི་དུས་ཚོད་དེ། ནད་ན་ཟ་ཉུང་བས་ཀྱི་དུས་ཚོད་དེ་རེད། འདི་སྐབས་ལ་སྨན་བཅོས་ཀྱི་ཐོག་ནས་མཐུན་རྐྱེན། སྐྱོབ་རྒྱུར། འདི་འདྲའི་སྣང་བཞག་བཀའ་དྲིན་བླ་མེད་དུ་ཆེ་ནས་ང་རང་འདྲ་བོ་རྩོམ་པ་ཞིག་གི་མིང་ཐོག་ནས་སོ་སོ་ག་ཡེ་བྱས་ཡོང་མེད་ན་ཡང། འདི་འདྲའི་སྣང་ངའི་མདུན་ལ་དངོས་གནས་ཡི་རངས་དང་མཐུ་ཞིག་བཀའ་དྲིན་བླ་མེད་དུ་ཆེ་ཟིན་ཞུ་ཡ་ཡིན། གཉིས་པ་འདི་ཙམ་དུ་མ་ཟད་ང་རང་ཚོ། མི་བདུན་ཚོ་འགྲོ་བ་ན་བཞིན་འགྲོ་མ་ཐུབ་པ་ལྷག་ཡ་དེ་ག་རེ་རེད། ང་རང་ཚོ་འདུག་བྱས་ནས་ཅི་ཐང་ལྷག་ཡོང་མ་རེད་ད་རོ་ཨ་ང་རང་ཚོ་ཡུལ་གྱི་བཀོད་པའི་ཐོག་ནས་ང་ཚོ་ལྷག་ཡོང་མ་རེད། ང་རང་ཚོ་ལུང་པ་ལྟ་བུ་ཆེ། ལུང་པ་གང་ལས་མཐོང་ཡ་མི་འདུག་ང་རྒྱ་མཚོའི་གཏིང་ནས་བྱས་ནས་ད་ལྟ་རིའི་རྩེ་བར་དུ་སླེབས་ནས་སྡོད་ཡོད་ང་རང་ཚོ་ལུང་པ། ཕྱི་སྔོ་བའི་ཟང་ཟིང་ཐོག་ལ་ཡར་རྒྱས་མ་འགྲོ་བ་ཡིན་ན་ཕྱི་སྣོད་ཀྱི་འཇིག་རྟེན་ཧ་ཅང་གི་ཕུན་སུམ་ཚོགས་པོ་འདུག་ཅེས་ནི་འདོད་ཞག་འདི་ང་རང་ཚོ་རྩོམ་པོ་མེ་བས་ཚོས་ཀྱིས་ཕྱི་སྔོ་བའི་ཟང་ཟིང་ལ་མགོ་མ་འཁོར་བའི་ཐུགས་རྗེ་བཀའ་དྲིན་གྱིས་རེད་ཟེར་ནས་ཞུ་ཆོག་པ་རེད་འདི་འདྲའི་ནང་བཞིན་ཡུལ་ལྗོངས་གང་ལས་མཐོང་ཡ་མི་འདུག་ང་རང་ཚོ་ལུང་པ་འདི་དངོས་གནས་སྐྱིད་པོ་རེད་འདུག་འདུག་འོ་དེ་བྱས་ནས་ང་རང་ཚོ་ལུང་པའི་སྐྱིད་པོ་ཡོད་སྐྱིད་པོ་དེ་ང་རང་ཚོ་མེ་མེ་དབྱི་དབྱི་གིས་ཐུགས་རྗེ་བཀའ་དྲིན་དང། ཁྱེད་རང་ཚོའི་ཨ་ནེ་ཅིག་ཟང་ཟིང་སྔོ་བོའི་སྐུ་ལ་གཏུགས་ནས་མ་འགྲོ་བའི་ཐུགས་རྗེ་བཀའ་དྲིན་ཉག་གཅིག་རེད་ཟེར་ཞུ་ཡ་ཡིན། འདི་ང་རང་ཚོ་ཡར་རྒྱས་འདི་ཉོན་ཡ་མེད་ཡོག་རྒྱུ་སྔོ་བོ་ཁྱེད་ནས་ཉོ་ས་རག་མ་རེད་ལ། ཕྱིས་ཉམས་ཚར་ན་ཨ་ནེ་བསྐྱར་དུ་བཟོ་བཅོས་རྒྱག་ཡ་ཁང་པ་བཟོ་བ་ནང་བཞིན་བཟོ་བཅོས་རྒྱག་ཐུབ་ཡ་ཡོག་མ་རེད་ད་ལྟ་ལྟ་དང་ནམ་མཁའ་སྔོ་ཏིང་ཏིང་འདུག་ལ། རི་བོ་མགོ་འགྱང་འགྱང་ཐིང་ཐིང་འདུག་འདི་དུས་ནང་གི་ཚེ་ལ་ཡང་ང་རང་ཚོའི་ཕ་མེས་ཀྱིས་ང་ཚོ་ལ་བཞག་པའི་ཤུལ་བཞག་གི་དངོས་བོ་རྩ་ཆེ་ཤོས་ཤིག་དེ་རེད་ཁྱེད་རང་ཚོའི་འཛིན་སྐྱོང་ཧང་སངས་ཡག་པོ་གནང་ཞེས་བཀའ་དྲིན་བླ་མེད་དུ་བཞེས་ཟེར་ནས་མི་མང་རྣམ་པ་ལ་ཞུ་ཡ་ཡིན། འོ་ཡ། ད་རྣམ་པ་ཚོ་ང་རང་ཚོ་ལ་གོ་ཡ་ག་རེ་རེད་ཟེར་འོང་དུས་ང་ཚོ་ལ་གར་གོ་རེད། ཕྱིའི་དངོས་བོ་སྲུང་སྐྱོབ་ཐུབ་པ། ང་ཚོ་སྣོད་ཀྱི་བཀོད་པ་ཕུན་སུམ་ཚོགས་པ་དེ་སྲུང་སྐྱོབ་ཐུབ་པའི་ངང་ནས། ཕ་མེས་ཀྱིས་ཡ་རབས་བཞག་པའི་ཡ་རབས་བཟང་སྤྱོད་དེ་བདེན་པའི་ངང་ནས་ང་ཚོ་གར་བྱེད་དགོས་རེད་ཟེར་འོང་དུས། ང་རང་ཚོ་འཇིག་རྟེན་སྤྱི་ཚོགས་ནང་བཞིན་བྱས་ནས་ཡར་ཐོན་འཚོ་བ་དེ་སྐྱེལ་ཐུབ་པ་དགོས་རེད། ང་རང་ཚོ་གཅན་གཟིགས་སྒང་ནང་བཞིན་བྱས་ནས་མིའི་འགྲེམས་སྟོན་ནང་བཞག་ནས་ལྟེམ་ལྟ་ས་ནང་བཞིན་བྱས་ནས་འགྲིག་མ་སོང་བ་རེད་བ། མ་རེད། མི་ཕྱི་རྒྱ་ཡུལ་གྲུ་ཀྲུའུ་རིས་ཡོང་གི་རེད། འདི་མཛངས་མོ་དྲ་ལང་ཀ་གོ་མ་རེད། ད་འདི་ཚོ་ལག་སྔོན་པོ་ཡོད་རོགས་འདི་ཚོ་བྱས་ན་ང་ཚོ་འགྲིག་མ་རེད་ང་ཚོ་ཡར་ཐོན་གྱི་འཚོ་བ་སྐྱེལ་ཐུབ་པ་དགོས་རེད། ང་ཚོའི་མིའི་འཚོ་བ་སྐྱེལ་ཐོ་སྐོར་དང་དུས་རབས་ཉི་ས་གཅིག་གི་མིའི་འཚོ་བ་སྐྱེལ་ཐོ་སྐོར་རེད། དུས་རབས་ཉི་ས་གཅིག་ལ་སྐྱེལ། དུས་རབས་བདུན་པ་བརྒྱུད་སྤེལ་གྱི་འཚོ་བ་སྐྱེལ་ཐོ་ནི་འབྲེལ་ཡ་ཡོད་མ་རེད་ང་རང་ཚོ་མིའི་འཚོ་བ་སྐྱེལ་ཐོ་སྐོར་རེད། དུས་རབས་ཉི་ས་གཅིག་གི་མིའི་འཚོ་བ་སྐྱེལ་ཐོ་སྐོར་རེད། རེད་མ་རེད། ཡ། རྣམ་པ་ཚོ། རེད་མ་རེད། མཁྱེན་སོང་ཨ། དུས་རབས་ཉི་ས་གཅིག་གི་མིའི་འཚོ་བ་སྐྱེལ་ཐོ་སྐོར་དང། དེང་སང་དུས་རབས་ཉི་ས་གཅིག་གི་མིའི་འཚོ་བ་སྐྱེལ་མཁན་མང་པོ་ཅིག་གར་བྱེད་ཀྱི་ཡོད་རེད་ཟེར་འོང་དུས། ཡ་མེད་ཀྱི་ཞགས་པས་ང་རང་ཚོ་མེད་པའི་དབྱེ་བས་ཞགས་ཞགས་པའི་ཡ་རབས་བཟང་སྤྱོད་བརླགས། སོ་སོའི་གི་དོན་ཟིལ་གྱི་སྣོད་ཀྱི་བཀོད་པ་ཕུན་སུམ་ཚོགས་པ་དེ་མེར་ཆགས་ལ། ཨ་ནི་ཁང་པ་བིལ་ལྡིང་སྟོབས་ཆེན་མོ་རེ་རྒྱབ་ཏུ་བཞག་ཁུག་ཁུག་ཅེས། དཔེར་ན་ང་རང་ཚོ་བ་ཡུལ། བ་ཡུལ་ངུ་ཤིང་གི་བ། བ་ཡུལ་ཀྱི་འུ་དེ། ཡོག་མར་དང་དོང་ཡང་དངུལ་དུག་ཆུག་ཆུག་ཅིག་མ་གཏོགས་ཡང་མ་ག་དུས་ཡིན་ན་དུག་ཆག་ཆག་ཅིག་དང་འཐུང་རྒྱུ་ཡང་ཡག་པོ་རག་གི་མ་རེད། ང་རང་ཚོ་དེ་ཆུ་ཆུ་དེ་རྒྱུག་འདོད་མཁན་ཆུ་དེ་མང་འགྲོ་ན་ལི་ཁྲར་བསྐང་བས་ང་ཚོ་འབོ་དོད་བསྐང་ལ་སྒོར་མོ་ཉི་ཤུ་སུམ་ཅུ་སྤྲད་ཉོ་རྒྱུར་ང་རང་ཚོ་དེ་ཤང་ཤང་དུ་ཁ་བཙུམ་འཐུང་ཆོག་ཆོག་རེད་འདི་ཚོ་གང་དགའ། ང་རང་ཚོས། ཁྱོད་ནི་ཉོས་ན་ཉོ་ཡ་མེད་ངའི་ཕ་མེས་ཚོས་ཀྱིས་ང་ཚོ་ལ་བཞག་པ་རེད། ང་རང་ཚོས་ད་ལྟ་འཛིན་སྐྱོང་ཐུབ་ཡོད་རེད། ད་ལྟ་ཡིན་མུ་མཐུད་ནས་ཡར་རྒྱས་འགྲོ་དགོས་རེད་དེ་འདི་ཚོ་ཉར་ཚགས་བྱས་ནས་ང་རང་ཚོའི་ཚ་མཇུག་ལ་སྤྲད་ཐུབ་དགོས་རེད་དཱ་མ་རེད། འོ་དེ། གཅིག་ཞུ་ཡ་འདོད་པ་བྱུང། ད་གཉིས་པ་དེ་ང་ཚོར་གལ་ཆེ་འདི་འདྲའི་གི། ཕ་མེས་ཀྱི་ཞབས་པས་ཡ་རབས་བཟང་སྤྱོད་ལྡན་པར་བྱེད། ཕྱི་སྣོད་ཀྱི་བཀོད་པ་ཕུན་སུམ་ཚོགས་པ་དེ་ལྡན་པར་བྱེད། དུས་རབས་ཉི་ཚ་གཅིག་གི་མི་ཡི་འཚོ་བ་དེ་སྐྱེལ་ཐུབ་པར་གོ་གི་ཡོད་པ་ཡིན་ན་གར་དགོས་རེད། གར་དགོས་རེད་ན་པ་བཟོ། ཤེས་ཡོན། མཁྱེན་སོང་ཨ། ཤེས་ཡོན་ཟེར་བ་དེ་མེད་པ་ཡིན་ན་ཡོང་མ་རེད་ག་ཡི་གི་ཡོང་མ་རེད། མཁན་ཟེར། ཤེས་ཡོན་ཟེར། དག་ཤེས་ཡོན་ད་ནི་དགེ་རྒན་རྣམ་པ་ཚོས་སྲུང་ཡ་བསྟེན་ཤེས་ཡོན་རེད་དགེ་རྒན་ལ་རྣམ་པ་ཚོ་དེ་ཕེ་ཡ་བསྟེན་ཤེས་ཡོན་ཆེད་དུ་རེད་དུང་བཟེ་རིན་པོ་ཆེ་གིས་དེ་དཔོན་ཚོའི་དབུ་འཇུག་བྱེད་ནས་དཔོན་ཚོས་གི་འཆར་འགོད་བྱེད་ཡ་འདི་ཚོ་གང་ག་ཡང་ང་རང་ཚོ་ཙུམ་མི་མང་གིས་ཤེས་ཡོན་གི་ཡར་རྒྱས་འགྲོ་ཡ་དང་ཤེས་ཡོན་གི་ཆེད་དུ་རེད་མཁན་ཟེར། རེད་མ་རེད། ཤེས་ཡོན་རེད་དགེ་རྒན་ཟེར། ཤེས་ཡོན་བྱ་བ་ལ་གར་དགོས་རེད། མཐུན་རྐྱེན། དཔལ་འབྱོར་རེད། རེད་མ་རེད། དཔལ་འབྱོར་མེད་ན་ཤེས་ཡོན་གོ་ཁབ་ཡོད་མ་རེད། དེ་ཙམ Money is Power ཟེར་ནས་དཔལ་འབྱོར་ཟེར Money ཟེར་དེ་སྟོབས་ཤུགས་རེད། ཁྱེད་སོང་ཨ། དཔལ་འབྱོར་མེད་པའི་ཉིན་མོ་འདི་ནས་ང་ཚོ་ལ་ག་ཡ་ཡོད་མ་རེད། དེ་ཙམ་ང་ཚོའི་གི་དཔལ་འབྱོར་ཟེར་དེ་ཤེས་ཡོན་བྱ་ཡ་གི་མཐུན་རྐྱེན་རེད། དེ་ཙམ་ང་རང་ཚོ་ལ་དཔལ་འབྱོར་ཧ་ཅང་གལ་ཆེན་པོ་རེད་ད། འོ་ཡ། འདི་ཡིན་ཅེས་བྲིས་ཟིན། རོ། སྐྱོན་བརྗོད་འོས་པས། འདས་བྱས། ད་གཉིས་པ་དེ་རེད་ད། ན་གན་བཤད་རྣམ་པ་སོགས་རེད་གང་གི་གི་ང་ཚོས་བྱེད་དགོས་རེད་བྱེད་དགོས་རེད་གསུངས་ན་མཛེས་ད་ནི་བྱེད་མ་དགོས་རེད་གསུངས་ཡིན་ད་ཞུགས་ཡིན་ད། བྱེད་བྱེད་དགོ་བྱེད་རྒྱུ་མི་འདུག་ཟེར་ནས་ཞུ་ཡ་ཡིན་ད། རྣམ་པ་ཚོ་ཨམ་རྣམ་པ་ཚོ་ཨམ་ཅོག་ཟག་མ་རོ། ལོ། ག་རེ་བྱེད་དགོས་རྒྱུ་མི་འདུག་ཟེར་འོང་དུས་ང་རང་ཚོ། ཁ་སང་ང་ཚོ་རྭ་ཅན་ལ་ཕྱུགས་བསུ་ཆེད་བཅའ་ཡས་གོ་སྐབས་བྱུང་སྐབས་དེ་དུས་དེ་ཁ་ཆེ་ཞུས་པ་ཡིན། དེ་རིང་ང་ཚོ་གདུང་སྲས་རིན་པོ་ཆེ་ཁོང་གི་ཐུགས་དགོངས་ནང་བཞིན་གྱིས་ང་ཚོ་དེ་ལ་གྲ་སྒྲིག་བྱས་ཡོད་ག་རེ་རེད་ཟེར་བ་དུས་ཁ་བཏགས་གསལ་དེ་རེད། ང་ཚོ་ལུང་པ་ལ་སྔར་དང་མ་འདྲ་བའི་ཁ་བཏགས་ཀྱི་དར་ས་ཞུགས་ཤིག་སླེབས་འདོད་ཤག་རེད་བ་རེད། ཁ་བརྡ་འདིར་བཟོ་ཡ་མི་འདུག། ཐག་རིང་པོ་ནས་ཁེལ་འོང་གི་འདུག་ད། ཡིན་ན་ཁ་བརྡ་ཁེལ་མཁན་གང་གང་ཡང་ང་ཚོ་པ་ལགས་ཚོ་རེད་མི་འདུག་ད། ཁེལ་མཁན་ཚོ་པ་ལགས་རེད་ཤག་ཏུ་དེ་ཁ་བརྡ་བཏང་མཁན་ཚོ་ཨ་པ་ལགས་རེད་མི་འདུག་ད་ཡ། ཧི་ཧི་ཧི་ཧི། ང་རང་ཚོ། ངའི་སྒྲུང་གི་ཞོགས་ཀའི་སྒྲུང་གཅིག་མཐོང་བ་ཟ་ག་རེད། ཆུ་སྐྱོགས་ནས་ཁེལ་འོང་མཁན་མི་གཅིག་ཡིན་པ་ཡིན་ན་གཞི་ནས་ཆུ་ཡི་རིན་གོང་དེ་ཧ་གོ་གི་རེད། ཁེལ་མཁན་དེ། དེང་སྐོར་བ། དེང་སང་སོ་སོ་ཆུ་སྐྱོག་སར་འགྲོ་བ་ཡིན་ན་གཞི་ནས་ཆུ་དེ་ཡར་སླེབས་ཚར་དུས་ཆུ་དེ་རིན་གོང་ཧ་གོ་གི་རེད། དེང་སང་སོ་སོ་ཁ་བཏགས་ལེན་ནས་ཁྱད་པར་ཁྱེར་ནས་འོང་མ་གོ་དུས། ཨ་ནི་ཁ་བཏགས་དེ་ལ་འབོད་འབོད་ཤུལ་ཤུལ་འདི་འདྲའི་བྱེད་རྒྱུ་ཡོག་མ་རེད། ལས་རྒྱུ་འབྲས་འགྲོ་གི་མ་རེད། རོ་ཨ་བཏགས་ས་ཡོད་རེད་སྐུ་དོ་དོ་ཡོད་ཟོས་གང་ག་ལ་བཏགས་ནས་འགྲིག་གི་རེད་བསོད་ནམས་བསགས་ཀྱི་ཡོད་དོ་ཁ་བོ་རེད། དེ་བླ་མ་དགེ་བཤེས་ཡོངས་རྫོགས་ལ་བཏགས་ན་བསོད་ནམས་བསགས་ཀྱི་རེད། ཁ་བཏགས་དེ་ག་རེ་རེད། ཁྱིམ་གྱི་བས། ཁ་བཏགས་ག་རེ་ཡོད་རེད་ཁ་ར་དཀར་བོ་དར་ཟ་དར་དམར་བོ་ཁ་སེར་བོ་དེ་ག་རེ་རེད། གར་ཅན་བཏགས་ཀྱི་ཡོད་ན་མ་བཟོ། རེད་དཔའ་བོ་འདི་དག་ནི་ག་རེ་ཡོད་རེད་ཡ། ཅིག་གསུང་དང། སེམས་པ་དཀར་བོ་མཚོན་བྱེད་རེད་ཁྱེད་རང་ཚོ་དྭངས་གཙང་གི་སེམས་པ་ཁྱེར་ནས་རྒྱུག་དང་ཁ་ཐག་གོ་མ་རེད། མ་རེད་བས། དྭངས་གཙང་གི་སེམས་པ་མཚོན་བྱེད་རེད་ད། རེད་དཔའ་བོ་འདི་ག་ཡི་གི་མ་རེད་དྭངས་གཙང་གི་སེམས་པ་མཚོན་བྱེད་ཙང་རེད་ད། ཁེངས་སོང་ཨ། ང་ཚོ་སྡུག་ཅིང་སྡང་གིན་འདྲ་བོ་ཆགས་བཞག་ན་ང་ཚོའི་སྡེ་ལ་ཁ་བཏགས་བཏགས་གཟི་གཅིག་མ་གཏོགས་བཟོས་མེད་ཁོང་གི་ཐུགས་ཀའི་བཀའ་སར་རེ་འདུན་ནང་བཞིན་བྱས་ནས་མི་མང་ཚོ་ལ་ཅིག་སྟབས་བདེ་བོ་ཡོང་ཡ་ཆེད་དུ་ཡོད་ངན་ཚོ་ད་འགྲིག་གི་རེད་མེད་ངན་ཚོ་ལ་ཁ་བཏགས་ལ་དགོངས་ཆེན་པོ་རེད་མི་འདེ་མི་འདེ། འདི་ནི་ཚང་ང་རང་ཚོ་ཁ་བཏགས་བཏགས་ས་ཧང་སང་གི་བེའུ་རེད་ཞག། ཁང་དོན། ཁང་པ་སྲ་བ་རྒྱབ་དུས་ཁང་དོན་འགྲོ་བར་བ། ཡག་པོ་རེད་ཁང་པ་བལྟ། ད་ནང་ལོགས་མི་དོ་དོ་ཡོད་ཚོར་གར་ཕྱིན་ཁ་བལྟ་བལྟ་གུས། ཝེ། ལོ། ཅིག་གསུངས་ད། རོ་ཨ་ཡ། ཁང་པ་འདིའི་ནང་ལོགས་ལ་མནའ་མ་བསུ་གི་འདུག་རེད་མནའ་མ་དང་བུའི་རྟེན་འབྲེལ་རེད་ཁ་བལྟ་བལྟ་འགྲིག་གི་རེད་ཡག་པོ་རེད། རེད་དེ་ནང་ལོགས་མི་དོ་དོ་ཡོད་ཚོས་སྒོ་འགྲམ་གྱི་སྐྱི་ཡན་ཆད་ལ་ཁ་བལྟ་བལྟ་རོགས་ཅིག་ད་གར་ཕྱིན་བལྟ་གུས། ཅིག་གསུངས་ད། རེད་མ་རེད་མནའ་མ་བསུ་བལྟ་གི་ཡོད་མེད་མི་འདྲི་བྱེད་ཀྱི་ཡོད་མེད། ད་འདི་ན་ཤིང་གི་སྤུའུ། མནའ་མ་སུ། མནའ་མ་སུ་ལེན་བྱེད་ཁང་པ་བཏབ། ཁང་སྟོན་བྱེད། ཁང་སྟོན་བྱེད་ས་ཡོད་བྱས་ལ་མནའ་མ་སུ་ལེན་བྱེད། མནའ་མ་སུ་ལེན་བྱེད་ས་སྤུའུ་སྐྱེས། མི་ལ་མི་སྐྱེ་བ་ཡག་པོ་རེད། རེད་མ་རེད། མི་ལ་མི་སྐྱེ་བ་ཡག་པོ་རེད་ད། རེད་དེ་མི་སྐྱེ་ས་ཡོད་བྱས་ལ་སྤུའུ་སྐྱེ་ས་ཡོད་བྱས་ལ། ག་རེད་དགོང་ཆང་མང་བ། རྟེན་འབྲེལ་རེད་དགོང་ཆང་རེད་ཟེར། ཡག་པོ་རེད། མནའ་མ་སུ་འགྲོ་གོ་རེད་ད་མི་ལ་མི་སྐྱེ་ནས། ང་རང་ཚོ་མི་གཅིག་འཇིག་རྟེན་ཁམས་འདི་ལ་སོ་སོའི་དགའ་ཉེ་སྤུན་མཆེད་ཅིག་འཇིག་རྟེན་ཁམས་འདི་ལ་འབྱུང་བ་རེད། དགའ་ཚོར་སྒོམ་གོ་རེད་ད། མ་རེད། ག་ཚོད་གོ་མགོ་རེད་དེ། ཡིན་ན་ང་རང་ཚོས་བྱེད་སྟངས་འདི་འདྲས་བྱེད་རྒྱུ་བ་མ་རེད་མང་པོ་གཅིག་ལ་གསུམ་པོ་ཞུགས་འདུག་ཟ་ཡག་འཐུང་ཡག་དགོང་ཆང་སྤྲེལ་སྐལ་འབོ་རྡོལ་གཅིག་བཟི་ཡག། གཅིག་ཕག་སྐུར་ཚ་བའི་རྗེས་ལ། འདིའི་རྗེས་ལ་སྐར་གཅིག་འདུག། བྱམས་ཆོས་ཡིན་པས། གངས་ཅན་ཤིང་རྟ་གསོལ་བྱེད་ཙོང་ཁ་བ་སྔོ་དོར་རི་བོའི་དབང་ཕྱུག་རྒྱ་བཟའ་བྱེད་མདོ་སྔགས་བསྟན་པའི་རྟ་ཕོ་མཁས་གྲུབ་ཀྱི་རྒྱལ་བ་ཡབ་སྲས་གསུང་ལ་མཆོད་པ་འབུལ། དགོངས་དག། བྱ། རེད་མ་རེད། དེ་རེད། གོང་ཆང་འཐུང་དུས། རྣམ་པ་ཚོ་འགྲོ་གོར་དག་ག་ཉེ་སྤུན་མཆེད། སྤུ། མི་ཞིག་ག་ཉེ་སྤུན་མཆེད་ཀྱི་གསར་བ། ང་ཚོ། འཇིག་རྟེན་ཁང་འདི་ལ་ང་རང་ཚོ་བཙུན་པ་མི་ཞིག་གསར་བ་སྐྱེས་ཀྱི་ཡོད་རེད་དཱ། ང་ཚོ་བཙུན་པ་མི་འབའ་ཉུང་ཉུང་རེད་གོ་རེད་དཱ། རེད་དེ་རྣམ་པ་ཚོས་གོང་ཆང་འཐུང་སྟངས་དང། གོང་ཆང་སྐྱེལ་སྟངས་ལ་དཔྱད་ན་སྤུ་ཞིག་སྐྱེལ་བཞག་ཟེར་དུས་གྲོང་པ་ཁྱིམ་མཚེས་ལ་ཨ་ཙི་ད་ཅི་མ་རུང་ཡང་སྤུ་སྐྱེལ་བཞག་ཟེར་དགོས་ཨ་ཅི་རེད་མི་འདེད། དྲན་གྱི་མི་འདེད། དྲན་གི་འདུག་དྲན་གི་འདུག་ཡང་ཁ་ཐག་ག་བ་བཙན་ས་འགྲོ་གི་རེད་མི་འདི་ཚོ་ཁ་ཐག་གཅིག་གཅིག་ལྟ་གི་རེད་གཉིས་གཉིས་ལྟ་གི་རེད་གསུམ་གསུམ་ལྟ་གི་རེད་དྲན་གི་དྲན་མི་འདུག་རོ་ཨ་གོང་ཆང་འཐུང་ས་འགྲོ་གི་རེད་སྤུ་གི་རྟེན་འབྲེལ་རེད་མ་གཏོགས་ས་ནི་མགོ་གཞུག་ཆ་ཚང་གི་རྟེན་འབྲེལ་མ་རེད་ད་རྨོ་པོ་རྟེན་སྐུ་གསུམ་གང་ག་ལ་ཁ་ཐག་གཅིག་ལྟ་ཞིག་འདུག་གཅིག་ལྟ་ཞིག་འདུག་གཅིག་ལྟ་ཞིག་འདུག་འདི་འདྲའི་རང་ཡག་པོ་ཡོད་མ་རེད། རེད་མ་རེད། རེད་མ་རེད་དེ་འདྲ་གནང་གི་ཡོད་མེད། ཡག་པོ་རེད་ད་ཅི་ཐང་བལྟ་དགོས་རེད་ང་ཚོ་མི་ང་ཚོ་མ་སོང་ན་མི་ལ་རྒྱུགས་དགོས་རེད་རྒྱུགས་ངོམ་དགོས་རེད་ད་རོ་ཨ། ཡིན་ན་རྒྱུགས་གོམས་གནང་ཤེས་དགོས་རེད། འདི་བྱས་གཉིས་པ་དེ། ང་རང་ཚོ་གོང་བྱང་དང་ཨེ་ཡོན་གང་ལ་ཟ་གི་འདུག་འཐུང་གི་འདུག་ང་ཚོ་ཁ་ཚང་ཞུས་པ་ན་ཞིག་ཟ་ཡ་འཐུང་རྒྱ་མང་ན་དགའ། གྱོང་དང་ཁམས་ཆུ་མེད་ན་དགའ། རེད་མ་རེད། རེད་ད། རེད་དེ་ཡིན་ན་ཡང་གནོད་བྱེད་ཀྱི་གླུ། གནོད་བྱེད་གླུ་ས་ཁ་ཁ་རེད། ཅོག་ཙེ་གང་བཤམས་གི་འདུག་ཨ། བླུག་ས་ཁ་ཁར་མ་གཏོགས་ནང་རྫོགས་བླུག་སྣོད་གཅིག་རེད་ད། རེད་མ་རེད། བྱ་འགྲོ་ས་ཁ་ཁ་ཆུ་འགྲོ་ས་ཁ་ཁ་རྔ་མོ་འགྲོ་ས་ཁ་ཁ་ཁ་ཏི་འགྲོ་ས་ཁ་ཁ་ཡོག་མ་རེད། གཅིག་རང་རོགས་ཨ། འདི་འདྲའི་ཡིན་ཙང་བླུག་སྣོད་བཅུ་ནང་ལོ་མང་པོ་བླུག་པ་ཡིན་ན་ན་ཟ་བཟོ་དགོས། མིའི་རྒྱུ་ལྷག་གི་མ་རེད། རེད་མ་རེད། ཁྱོད་ཚོ་ནང་མི་བདེ་བ་མང་པོ་འདི་འདྲའི་བླུག་བཞག་ན། ཞིམ་པོ་དེ། ཞིམ་པོ་ཡོད་རྒྱུ་མ་རེད་ས་འདྲེས་གི་འདུག་ད་ཞིམ་པོ་ཡོད་ནས་འཐུང་གི་ཡོད་རྒྱུ་རེད་ས་འདྲེས་གི་མི་འདུག། རོགས་ཨ། འདི་འདྲའི་རེད་འདི་འདྲའི་ཡིན་ཙང། ང་ཚོ་ཁང་སྟོན་བྱེད་དུས་རེད་སྤུ་གུ་སྐྱེལ་དུས་རེད་ཨ་ནི་ནད་སྐོར་དགོངས་བྱང་གང་ལ་འགྲོ་བ་ཡིན་ན་ཡང་ང་ཚོ་ཚོད་རན་པོ་བཞིན་བྱེད་ཐུབ་པ་ཡིན་ན་ཡག་པོ་འདུག་ནད་པ་ན་ཚ་ངེས་ཡིན་ན་རེད་འགྲོ་སོང་ཆུང་བར་བ་ནད་སྐོར་སྤྲད་ན་དུས་ལས་ལྷག་ག་ནད་སྐོར་སྟེ་ཡ་ལ་འགྲོ་སོང་བྱེད་ཡག་རེད་མི་འདོད་རེད་བ། ཁོ་དུ་བ་བཏང་སར་འགྲོ་གི་ཡོད་རེད་བས་ཁྱེད་ཚོ་ནད་དགོངས་མི་གཅིག་ན་བཞག་ཟིན་ན་བལྟ་སར་འགྲོ་དུས་ཁོ་ལ་དུ་བ་བཏང་སར་འགྲོ་གི་མེད་བ། ནད་སྐོར་སྤྲད་དུས་དངོས་གནས་དཀའ་ངལ་མི་འདོད་ཁྱེད་ཚོ་ན་ཉུག་ཡོད་བས། ནས་སྒོ་གཏན་ནས་ཡོད་པས། དཀའ་ངལ་མི་འདུག་འདུག་རོགས། འདི་ཚ་གར་སྐྱེས་ཉུང་གི་རེད་ལྷག་པར་དུ་ང་ཚོ་སྤུན་ཆུང་ཆུང་གོང་ཆང་འཐུང་སར་འགྲོ་དུས་སྤུན་མ་ཆང་ནང་ལ་ཡོད་གི་ཡོད་གི་མི་རྩ་གོང་ཆང་འཐུང་སར་འགྲོ་དགོས་ན་ཅང་སེམས་ཁུར་མི་འདུག་ཨེ། ད་དེ་རིང་ཀ་ཚང་ཆུ་ཁ་ཆུ་ལེ་ནི་བྱས་ཏེ་ཆུ་ཁང་པ་དུ་སྤུན་གཅིག་སྐྱེས་ཟེར་བ་འདུག་འགྲོ་གི་འདུག་དཔེ་མ་ཚིག་ཡག་པོ་རེད་དེ་ཡིན་ན་ཡང་ང་ཚོ་གོང་ཆང་སྤྲད་དང་ཁ་བཏགས་སྤྲད་དང་བཟའ་ཐང་འདི་ཚོ་ལྟས་ང་ཚོ་བྱུང་བ་ཡིན་ན་ང་ཚོ་རྒྱུ་དཔལ་འབྱོར་ལྟས་ལྷག་གི་རེད་ད། ཁྱེད་རང་ཚོ་སྤུན་ང་རང་ཚོ

བཅུ་ཉི་ཤུ་ཞིག་རེད་མཁྱེན་སོང་ཨ། སྤུན་ལ་རེ་བ་ཡག་པོ་རྒྱག་དགོས་ན་སོ་སོའི་སྤུན་སོ་སོའི་གི་སོས་ནས་སོ་སོའི་གི་སློབ་སྦྱོང་བཏང་ཐུབ་པ་གོ་གི་ཡོད་ན་སློབ་གྲྭ་སྐྱེལ་ཐུབ་པ་གོ་རེད། ང་རང་ཚོ་སྤུན་དེ་ཚོ་སློབ་གྲྭ་ཕ་གཅིག་བཏང་ཚར་དུས་ཕ་ཆེན་བ་ཆུ་ལྷ་འགོར་དབུ་བཞི་རེ་བཏང་བ་ལས་འགའ་འདུག་ག་རེད་དོ་ཨ། བ་ཆུ་ལྷ་མོ་དབུ་བཞི་བར་དུ་སྐྱེལ་ན་ཡང་ང་ཚོ་ཕྱག་སྤྲད་སར་འགྲོ་གི་འདུག་ཚ་བཀྲ་སར་འགྲོ་གི་འདུག་འབྲས་ཡོད་མེད་བལྟ་སར་འགྲོ་གི་འདུག་ཨ། ང་རང་ཚོ་སྤུན་འདི་ནི་མ་གཅིག་བཏང་ཚར་མཚར་རེད་ད་མགོ་འདོན་ཚར་རེད་ད། མི་འདོད་རེད་ཁྱེད་རང་ཚོ་སྤུན་གོ་ན་མ་འདོན་ཚར་བུ་འདོན་ཚར་མཚར་རེད། འདི་འདྲའི་མ་རོ་བ་ཡིན་ན་གང་ག་ལ་ཞུ་གི་མེད་ད་དགོངས་འགལ་མེད་པ་ཞུ་ཡ་ཡིན་ང་དེ། ཇུས་གཏོགས་མེད་པའི་ཇུས་གཏོགས་ཚ་བོ་ར་བཞི་རེད་དེ་ཡིན་ན་དགོངས་འགལ་མེད་པ་ཞུ་ཡ་ང་རང་གི་སེམས་ཀྱི་ཚོར་སྣང་ཡིན་རོ་བ་འདི་འདྲའི་བྱེད་རྒྱུ་ཡོག་མ་རེད་བསམ་བྱེད་ངན་ཡོག་པ་ཡིན་ན་ནོར་བ་རེད་ད་བྱེད་ངན་མེད་པ་ཡིན་ན་ཐུགས་རྗེ་ཆེ་བཀའ་དྲིན་ཆེ་ཟིན་ཞུ་ཡ་ཡིན་མ་རེད། འོ་སྡུག་ཆེ། ང་རང་ཉིད་རྩོམ་མི་རིགས་ལ་དུ་ཞིག་ཞེན་པའི་བུ་ཞིག་གི་ཐོག་ནས་རྩོམ་མི་དམངས་ཀྱི་ང་རང་གི་མཐོང་སྣང་ལ་ནོར་དོལ་བའི་འདི་ཚོ་ཡིན་མ་ཤེས་པའི་ཞག་ཞག་ན་ང་ཐུགས་ངན་མིན་ནོར་བ་རེད་རོ་བ་ཡ་འདི་འདྲའི་མཛད་འདི་ཚོ། པས། ང་ཚོ་ལ་དེང་དུས་ཀྱི་ཤེས་ཡོན་ཡོད་པ། གནའ་རབས་ཀྱི་ཤེས་ཡོན་ཡོད་པ་ལུང་པ་ཡར་ཐོན་ཅན་ཡིན་པའི་སྒང་ནས་འགྲོ་དགོས་ཀྱི་ཡོད་པ་ཡིན་ན་དཔལ་འབྱོར་དང་ཤེས་ཡོན་གཉིས་ཟུང་དུ་འགོག་རེད། དཔལ་འབྱོར་མེད་ན་འགྲིག་གི་མ་རེད་ལ། ཤེས་ཡོན་མེད་ན་འགྲིག་གི་མ་རེད་མཁྱེན་སོན། དེང་སང། ཤེས་ཡོན་སྦྱང་བ་ལ་ཁྱེད་རང་ཚོའི་སྤུ་བོ་དེ་ཚོ་མདུན་ལ་ལངས་ནས་མིའི་སྤྱི་ཚོགས་ཀྱི་ལ་མགོ་སྐྱ་སྐྱ་བྱས་ནས་འགྲོ་འདོད་ཡོད་ན་ཤེས་ཡོན་ཟད་དེ་གོ་རེད། མཁྱེན་སོན། ཕ་མེས་ཀྱི།

དམིགས་པ་གོ་འདྲ་མ་བྱེད་དོན་ཙམ་གྱིས་དམིགས་མི་གོ་ལྟ་གོ་ལྟ་མ་གོ་ཅི་དུག་དཀའ་ས་ངས་བུ་སྡུག་ཆགས་བྱ་ཡག་པོ་ཆགས་ཤིག་ཟེར་ན་ཕ་མ་ཚོ། ཕ་མ་ཚོས་མ་འདྲིར་མ་གཏོགས་བུ་མ་འདྲིར་བཤད་མེད་ད་ང་ཡིན་པ་ཡིན་ན། རེད་མ་རེད་ང་འདི་འདྲས་དྲན་གྱི་འདུག་ད་ང་དགེ་བཤེས་གཅིག་གི་བསམ་ཚུལ་འདི་ཡིན་ད་ཏག་ཏག་དོད་ཀྱི་ཡོད་མེད་ཧ་གོ་མ་སོང། ད་གཉིས་པ་དེ་ང་རང་གར་དྲན་སོང་ཟེར་བ་འདི། ང་རང་ཚོའི་ཤེས་ཡོན་སྐྱེལ་བཞིན་པ་རེད། ཤེས་ཡོན་གྱི་ནང་ནས་དཔའ་བ་དང་ཨ་མ་གཉིས་ཀྱི་ནང་ནས། ཨ་མ་ཤེས་ཡོན་ཅན་དེ་གལ་ཆེན་པོ་རེད། ག་རེ་རེད་ཟེར་དུས་སྤུན་སུ་མཉམ་དུ་འཚར་ལོངས་བྱེད་ཀྱི་རེད་མང་ཆེ་བ་མི་ཟེར། ཨ་མ་མཉམ་དུ་འཚར་ལོངས་བྱེད་ཀྱི་རེད། དེ་ཙམ་ཨ་མ་ཤེས་ཡོན་ཅན་དང་ཨ་མ་ཡར་ར་བཟང་སྤྱོད་ཅིག་ཡོང་པ། ཨ་མ། གཤིས་བཟང་རྒྱུད་བཟང། མི་བཟང་ཅིག་ཡིན་པ་ཡིན་ན་ཤེས་ཡོན་ཅན་ཡིན་ཅེ་ན་སྤུན་དེ་བརྒྱ་ཆ་བརྒྱ་ཐམ་པ་ཡག་པོ་ཡོང་ཡ་རེད། ཨ་མ་སྤྱོད་རྒན། ཆང་རྒན། སྐྱུར་གོང་བཞིན་པ་ཡིན་ན། ཚར་བར་གདའ། འདི་ཛངས་ཨ་མ་གི་ཞུ་ཚོ་དངོས་གནས་ཁྲ་ནི་འགན་ཆེན་པོ་ཡོད་པར་གདའ། ང་རང་ཚོ་རྩོམ་མི་རིགས་ཡར་རྒྱས་འགྲོ་དང་མ་འགྲོ། མ་འོངས་པོ་དང་ཁ་ཕྱོགས་ག་ཚོད་འགྱུར་དང་མ་འགྱུར་དེ་ང་ཚོ་རྩོམ་མི་རིགས་ཀྱི་མ་འོངས་པའི་མི་རབས་བུ་རྒྱུད་ཀྱི་ལག་པར་ཡོད་རེད་མ་གཏོགས་ས་ནི་ང་ཚོའི་ལག་པར་ཡོད་མ་རེད་ང་ཚོ་ཤོར་ཚར་བ་རེད། ང་ཚོས་གར་བྱེད་ཐུབ་ཀི་རེད་ཟེར་ན། ང་ཚོས་ཀྱི་མི་བཟོས་ཐུབ་ཀི་རེད། མི་དེ་གར་བཟོས་ཐུབ་ཀི་ན་ཤེས་ཡོན་ཅན་ཅིག་དང། དཔལ་འབྱོར་ཅན་ཅིག་བཟོས་ཐུབ་པ་ང་ཚོས་བྱེད་དགོས་རེད་སོ་སོ་ཞིང་ཁ་སྐྱིད་ལ་ལྟོས་ཡས་ན་ཞིང་ཉང་ནས་སྡོད་ཡོད་པ་ཡིན་ན་སྤུན་དབུག་བདེ། ཞིང་ཁ་སྐྱིད་ནས་བཏོན་ནས་མིའི་ལམ་ཆོད་དུས་རབས་ཉིས་རྩ་གཅིག་གི་མིའི་འཚོ་བ་སྐྱེལ་ཐུབ་མཁན་ཅིག་དང་ཕ་མེས་ཀྱི་ཤ་བའི་ཡ་རབས་བཟང་སྤྱོད་ལྡན་དོན་གཉིས་མི་རིགས་བཟོས་ཐུབ་པ་བྱུང་ན། ཨ་ནི་དོན་དམ་འབྲིང་གིས་ང་ཚོས་བཙུམ་ལུང་པ་ལ་ཕན་ཐོགས་པ་བྱ་ཤ་བསྐྲུན་པ་འདི་རེད། རེད་མ་རེད། ང་འདི་འདྲ་ཞིག་དྲན་གྱི་འདུག་དེང་སང་ང་རང་ཚོ་བཙུམ་མི་རིགས་མ་འོངས་པའི་ཁ་ཕྱོགས་ག་བ་ཡོད་རྒྱུར་དུ་མ་འགྱུར་ཏེ་ང་རང་ཚོའི་བུ་རབས་ཚ་རྒྱུད་ལ་རག་ལས་པ་རེད་བུ་རབས་ཚ་རྒྱུད་གང་བཞག་དང་མ་བཞག་དེ་དེ་རིང་བསྡུས་ནས་ཞུ་འདོད་མཁན་གྱི་འདས། ཁྱེད་རང་ཚོ་ཨ་མ་དང་པཱ་ལགས་ཚོ་ལ་རག་ལས་པ་རེད། ཨ་མ་དང་པཱ་ལགས་ཚོས་ཀྱི་ཉིན་རེ་གི་ཀུན་སྤྱོད་དང་འབྲེལ་བ་ཡོད་རེད། ཉིན་རེ་གི་ཟ་ཐུབ་མཉན་རེད་འབྲེལ་བ་ཡོད་རེད། ཉིན་རེ་གི། ཤེས་ཡོན་དང་འབྲེལ་བ་ཡོད་རེད། འདི་འདྲས་ཡིན་ཙང། གོང་བྱང་ཐུང་གསར་འགྲོ། ཁ་བརྡ་བསྐྱར་ཉིས་བརྒྱ་ཞིག་ཉོས་བཅུ་ཉི་ཤུ་ཞིག་ཉོས། པུའུ་སློབ་སྦྱོང་བཏང་ཡས་ལ་གོ་རྟོགས་ཅན་བཏང་མ་ཐུབ་ངས་སོ་སོ་གོང་བྱང་ཐུང་གསར་བཏང། ནས་སྐོར་ཐུང་གསར་བཏང་དུག་ལེན་ཐུང་གསར་བཏང། འོ་འདི་ཚོ་བཀླག་ཁུངས་ཅན་གསར་བཏང་ཡོངས་རྫོགས་ག་ས་ག་ལ་དཔེ། སྐུ་རེ་རེ་ལ་ཡི་ཁ་བརྡ་རེ་རེ་བཏང་ནས་རྒྱུགས་སྡོད། མི་རེ་རེ་ལ་བླ་མ་རེ་རེ་ལ་ཁ་བཏགས་རེ་རེ་བཏགས་འཇུག་འདུག་ངེས། རོ། དགོང་དྲམ་ནི་གོ་གོ་ནི། དགོང་དྲམ་གྱི་དཀྱིལ་བར་དུ་ལ་ཁ་བཏགས་བཏགས་འཇུག་འདུག་ངེས་སོ་སོའི་སྤུ་ལ་འགྲོ་གསུམ་བཏགས་མ་འདུག་ངེས་མང་པོ་ཡོད་རོ་ཨང་ཚོ། རེད་མ་རེད། ནོར་བ་རེ་བཏགས་དངོས་གནས་ནོར་བ་རེ་བཏགས་འདི་འདྲའི་བྱེད་ན་འགྲིག་མ་རེ་བཏགས་ལས་རྒྱུ་འབྲས་འགྲོ་གི་མ་རེ་བཏགས་སོ་སོའི་སྤུ་སོ་སོས་འགན་མ་འཁྱེར་ན་སུས་འཁྱེར་གི་རེད། ལྷ་སྐུ་བསྟན་སྲུང་ལ་ཁ་བཏགས་མ་བཏགས་ན་ཁྱོད་ཚོ་ལྷ་ཁ་བཏགས་སྲུང་བཏགས་མ་སྲུང་ཟེར་གི་མ་རོ་ཨ། རེད་མ་རེད། སྟག་མོ་སུ་ཡག་པོ་རེད། ལགས་མ་རེད་བླ་མ་དྲྭ་བ་འདུག་བཞུགས་དང་ཁྱེད་ཚོས་ཁ་བརྡ་སྟག་མོ་སུ་སུ་གཅིག་ལགས་མ་རེད་ཁ་བརྡ་འགའ་རེ་དྭངས་གཙང་གི་སེམས་པ་མཚོན་ཆེད་རེད་ཁྱེད་རང་ཚོ་དྭངས་གཙང་གི་སེམས་པ་ཡོད་ན། རྩོམ་ལུས་རིགས་ལ་ཞེ་ཞེན་ཡོད་ན། ཁྱེད་རང་ཚོ་བུ་ར་ཚ་རྒྱུད་སུ་སུ་སོར་རྒན་བྱས་པའི་སུ་སུའི་སྤུན་ཡོད་རེད་སུ་སུའི་གི་ཕ་མ་ཡོད་རེད་འདི་ཚོ་ཞབས་ཕྱི་ཡག་པོ་ཞུས་སུ་སུའི་སྤུན་ཡོད་རེད་མི་ཚོས་དུ་ལ་བཟོས་དང། བླ་མ་དྲྭ་བ་ཐུགས་གྱེས་ནས་འདིའི་གེགས་རེད་ཡུལ་ལ་ཞི་དར་རྙེད་ནས་འདིའི་རྙེད་གི་རེད། རེད་མ་རེད། ང་རང་ཚོ་རྩོམ་མི་རིགས་ཀྱི་མ་འོངས་པའི་མདུན་ལམ་འདིས་བསང་གི་རེད། དེ་བས་ཙང། ད་འདི་དེ། ཤེལ་དུ་ནོར་འབྲུ་ཤར་ཡོད་ན་དགོངས་འགལ་མེད་པ་ཞུ་བ་ཡིན། ང་རང་གི་བསམ་པ་དག་ག་ཡིན། འོ་ད། ང་རང་གི་མཐོང་བ་དག་ག་ཡིན་ང་རང་གི་མཐོང་བ་དང་དྲན་པ་དེ་རྣམ་པ་ཚོ་ལ་འབུལ་དགོས་ཞུས་ཡོད། ཁ་ཆེམས་པ་ལུས་སྙིང་ན་ཤེས་ཡོད་དོ་ངེད་རྣམས་མ་ཉེས་རང་རང་སོ་སོ་ཡིན། རེད་མ་རེད། འོ་ཡ། བཀའ་དྲིན་ཆེ་ཐུགས་རྗེ་ཆེ། གོ་སྐབས་འདི་འདྲ་གནང་བ་ཐུགས་རྗེ་ཆེ།